སླར་ཡང་ཐག་གཅོད་གང་ཡང་མ་བྱས་པར་མོད་དུ་དཀའ་ངལ་ཅི་ཡོད་ཀྱང། ཞིབ་ཕྲའི་གནས་ཚུལ་གསལ་བོ་ཞིག་རྟོགས་མ་ཐུབ། ཤི་སྒོར་བ་དབང་ཕྱུག་ལགས་བཙོན་ཁང་ནས་གློད་བཀྲོལ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དྲུག་པའི་ཚེས་བརྒྱད་ཉིན་དེ་སྔོན་འཛིན་བཟུང་བྱས་པའི་དབང་ཕྱུག་ལགས། ཀླད་པ་སྐྱོན་ཅན་དུ་གྱུར་རྗེས། བཙོན་ཁང་གི་བདག་པོ་མ་ཐོབ་པར་གློད་བཀྲོལ་བཏང་ཡོད་འདུག་དེ་ཡང། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཆོལ་ཁ་གསུམ་དུ་རྒྱ་གཞུང་ལ་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་བཞིན་པའི་སྐབས། མཚོ་སྔོན། མཚོ་བྱང་བོད་རིགས་རང་སྐྱོང་ཁུལ་མདའ་བཞི་ཤང་གི་བོད་མི་དབང་ཕྱུག་རང་ལོ་སུམ་ཅུ། རང་ལོ་སུམ་ཅུ་ཡས་མས་དང། ཁྲི་ཀ་ནས་ཡིན་པའི་འོད་ཟེར་གཉིས། རྩོམ་པས་བོད་མི་དགུ་ཡིས་བོད་ཀྱི་རྒྱལ་གཏེར་དང་ཆབ་སྲིད་ཀྱི་བརྗོད་ཚིག་འཁོད་པའི་འཕྲེད་གཏེར་སྣ་ཚོགས། གྲ་སྒྲིག་གི་ངོ་རྒོལ་ལས་འགུལ་སྤེལ་རྩིས་བྱས་ཡོད་ཀྱང། ཁོ་ཚོའི་འཆར་གཞི་དེ་རྒྱ་གཞུང་གིས་ཤེས་རྟོགས་བྱུང་སྟེ། ལོ་དེའི་ཟླ་བརྒྱད་པའི་ཚེས་གཉིས་ཉིན་སྐུ་འབུམ་དུ་གོ་ཆ་འཛིན་བཟུང་བྱས་ཡོད་པ་མ་ཟད། ལས་འགུལ་ཆེད་གྲ་སྒྲིག་བྱས་ཡོད་པས། དཔྱ་དངོས་དག་ཀྱང་ཉེན་རྟོག་པའི་ལག་ཏུ་ཤོར་ཡོད་སྟབས། ཉེན་རྟོག་ལས་ཁུངས་སུ་བཀག་ཉར་གྱི་བརྒྱུད་རིམ་ཁྲོད། ཁོང་རྣམས་ལ་གཅར་རྡུང་དང་མནར་གཅོད་ཚད་མེད་བཏང་མཐར། དབང་ཕྱུག་དང་འོད་ཟེར་གཉིས་ཀྱིས་ལས་འགུལ་སྣེ་ཁྲིད་པ་ཁོང་གཉིས་ཡིན་པ་ངོས་ལེན་གནང་སྟེ་རོགས་པ་མི་བདུན་ཀློད་གྲོལ་བཏང་ཡོད་ཀྱང། ཁོང་གཉིས། ལོ་གསུམ་རེའི་ཁྲིམས་ཐག་བཅད་ཡོད་འདུག་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དྲུག་པའི་ཚེས་བརྒྱད་ཉིན་དབང་ཕྱུག་ལགས་ལ་བཙོན་ཁང་དུ་སྡུག་སྦྱོང་མནར་གཅོད་ཚད་ལས་འགལ་བ་བཏང་སྟེ་ཀླད་པ་སྐྱོན་ཅན་དུ་བཏང་རྗེས་གསོན་བཀྲོལ་བཏང་ཡོད་ན་ཡང་ཁོང་དང་མཉམ་དུ། བཙོན་འཇུག་བྱས་པའི་འོད་ཟེར་ད་ལྟའི་ཆར་ད་ལྟའི་ཆར་ཡང་གར་ཡོད། ཅི་བྱུང་གི་གནས་ཚུལ་ཅི་ཡང་ཤེས་མེད་པར་ལྷག་ཡོད་འདུག་དབང་ཕྱུག་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་བདུན་ལོར་རྒྱ་གར་ནང་ཡོང་སྟེ་འབྲས་སྤུངས་དགོན་པར་སློབ་གཉེར་གནང་རྗེས་ཕྱི་ལོ་ཉིས་སྟོང་གཅིག་ལོར་ཕྱིར་བོད་ནང་ལོག་ཡོད་འདུག་ལ། ཁོ་ཡི་རོགས་པ་འོད་ཟེར་ལགས་ཀྱང་རྒྱ་གར་དུ་ཡོང་མྱོང་མཁན་ཞིག་ཡིན་འདུག། ཀུན་གསུམ་ཀེ་སར་རྒྱལ་མཚན་མཆོག་གིས་ཧྥི་རན་སིའི་གྲོས་ཚོགས་གོང་མའི་ནང་བོད་དོན་ངོ་སྤྲོད་གནང་བ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དྲུག་པའི་ཚེས་བཅུ་བཞི། རེ་ས་མེད་མར། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དྲུག་པའི་ཚེས་བརྒྱད་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡུ་རོབ་ཀུན་བཙུགས་སྐད་སེང་རྒྱལ་མཚན་མཆོག་གིས་ཧྥ་རན་སིའི་གྲོས་ཚོགས་གོང་མའི་ནང། གྲོས་ཚོགས་གོང་མའི་འཐུས་མི་རྣམས་དང་གསེར་འགོད་པ། བོད་དོན་ལས་འགུལ་བ། དེ་བཞིན་བོད་ཀྱི་གྲོགས་པོ་རྣམས་ལ་བོད་དོན་སྐོར་ངོ་སྤྲོད་ཀྱི་གསུང་བཤད་གནང་ཡོད། ལྷན་ཚོགས་དེའི་སྐབས ྋགོང་ས་མཆོག་གི་སྐུ་མཛོད་སྐལ་བཟང་རྒྱལ་མཚན་མཆོག་གིས་ཕྱི་ལོ་ཉིས་སྟོང་གཉིས་ནས་བོད་རྒྱ་འབྲེལ་མོལ་སྐད་འཐོད་བྱུང་བ་ནི་ད་བར་རྒྱ་བོད་ཕྱོགས་གཉིས་ཀྱི་འབྲེལ་བའི་གནས་སྟངས་ཇི་འདྲ་ཡིན་སྐོར། གསལ་བཤད་གནང་ཡོད་པ་མ་ཟད། ཉེ་ལམ། སྐུ་མཚམས་མཆོག་བོད་གཞུང་མའི་རྒྱལ་ཡོངས་ཚོགས་ཆེན་ཐེངས་གཉིས་པར་ཚོགས་བཅར་ཞུ་སྐབས་འཛམ་གླིང་ཕྱོགས་ཡོངས་ནས་བོད་མི་སྐུ་ཚབ་རྣམས་དང། དང་ལ་གཅིག། ཁྱོད་མི་གྲངས་བཞི་བརྒྱ་འགལ་བ་ཚོགས་འདུར་ཕེབས་ཏེ་བཙན་བྱོལ་བོད་མིའི་བཅའ་ཁྲིམས་བསྐྱར་བཅོས་ཐོག་མང་ཚོགས་ཀྱི་བསམ་འཆར་དང་ཀུན་རྫོབ་སོ་སོའི་བསམ་འཆར་ཐོག་བགྲོ་གླེང་ལྷུག་པོ་གནང་མཐར། ཁྲིམས་ལུགས་བརྒྱུད་རིམ་ཐོག། བཙན་བྱོལ་བོད་མིའི་བཅའ་ཁྲིམས་བཀས་བཅོས་ཉེར་ལྔ་པ་གཏན་འབེབས་བྱུང་ཚུལ་ཁ་གསལ་འགྲེལ་བཤད་གནང་ཡོད། གཞན་ཡང། སྐབས་དེར་ཀུན་རྫོབ་མཆོག་གིས་བོད་ཕྱི་ནང་གཉིས་སུ་བོད་པའི་མི་རབས་གསུམ་པ་ཚོས་བོད་མིའི་བདེན་པའི་འཐབ་རྩོད་དེ་འགོ་ཁྲིད་བཞིན་ཡོད་པ་དང། བོད་མི་ཚོའི་འཐབ་རྩོད་དེ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཐམ་པ་ན་ཧྥ་རན་སི General de Gaulle མཆོག་གི་དབུ་ཁྲིད་འོག་ཇར་མ་ནི་གཅིག་སྡུད་དབང་འཛིན་པ། ནུ་བཟི་སོགས་པར་གདོང་ལེན་བྱེད་པ་དང་གཅིག་མཚུངས་ཡིན། འོན་ཀྱང། བདེན་པའི་ཐབས་རྩོད་དེ་གཉིས་དབར་མི་འདྲ་བའི་ཁྱད་པར་ཡོད་པ་ནི། བོད་མི་ཚོས་རྒྱ་གཞུང་ལ་འཚེ་བ་མེད་པའི་ཐོག་ནས་ཐབས་རྩོད་བྱེད་ཀྱི་ཡོད། དཔེར་ན། དེ་སྔ། ཆབ་སྲིད་བཙོན་ཟུར། བོད་མིའི་སྐུ་ཞབས་དཔལ་ལྡན་རྒྱ་མཚོ་མཆོག་ལགས་ཀྱིས། དཔལ་ལྡན་རྒྱ་མཚོ། དེ་སྔ་ཆབ་སྲིད་བཙོན་ཟུར་བོད་མིའི་སྐུ་ཞབས་དཔལ་ལྡན་རྒྱ་མཚོ་ལགས་ཀྱིས་རྒྱ་གཞུང་གི་དྲག་གནོན་འོག་ཚང་མའི་འཆི་བ་ཁོ་ནའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་འཐབ་རྩོད་བྱས་ཡོད་སྐོར་གསུངས་ཡོད་གཞན་ཡང་སྐབས་དེར།

འཁྱོག་བཤད་ཀྱིས་བོད་ཀྱི་བདེ་དོན་གླེང་སློང་བྱེད་རྒྱུར་འགོག་རྐྱེན་བཟོས་ཡོད་པར་བརྟེན། བོད་རྒྱ་འབྲེལ་མོལ་དེར་བཟང་ཕྱོགས་ཀྱི་གྲུབ་འབྲས་ཐོན་རྒྱུར་རེ་བ་དེ་ཙམ་གནང་གི་མེད་སྐོར་གསུངས་པ་མ་ཟད། ད་ལྟའི་བོད་ནང་གི་གནས་སྟངས་དེ་བཞིན། ལོ་རེ་ནས་ལོ་རེ་ཇེ་སྡུག་ཏུ་འགྲོ་བཞིན་ཡོད་སྐོར་གསུངས་པ་དང་སྦྲགས། ཧྥ་རན་སིའི་སྲིད་གཞུང་གིས་གཙོས་རྒྱ་གཞུང་དང། གྲོས་ཚོགས་འཐུས་མི་རྣམས་ཀྱིས་བོད་མི་ཚོའི་དྲང་བདེན་གྱི་འཐབ་རྩོད་དེར་ཁ་ཞེ་གཉིས་མེད་ཀྱིས་རྒྱབ་སྐྱོར་གནང་ནས་ཉིས་སྟོང་དགུ་ལོ་བར་གོང་ས་མཆོག་གི་དམངས་གཙོའི་དུས་དྲན་གྱི་བཀའ་སློབ་སྩལ་བ་རྣམས་ཕྱོགས་རིས་ཀྱི་དཔེ་དེབ་ཅིག་ཏུ་ཡོད་པ་བཅས་ཡོན་ཀོང་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། བཙན་འཁྲིད་བྱས་པའི་ཀི་ཏི་དགོན་པའི་དགེ་ལྡན་པ་གསུམ་རྒྱ་གར་དུ་ཡོད་མེད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི

བཙན་འཕྲོག་འོག་གར་སོང་ཆ་མེད་དུ་གྱུར་བའི་གནད་དོན་རྟོག་ཞིབ་ཚོགས་ཆུང་གིས་རྒྱ་ནག་གཞུང་གི་བཙན་དབང་འོག་གར་སོང་ཆ་མེད་དུ་གྱུར་བ་རྣམས་དང་ལྷག་པར་བོད་པའི་དགེ་ལྡན་པ་གར་སོང་ཆ་མེད་དུ་གྱུར་བ་རྣམས་ཀྱི་གནས་སྟངས་ཐོག་སེམས་འཚབ་ཆེན་པོ་ཡོད་སྐོར་གསུངས་པ་མ་ཟད། ཁོང་རྣམས་གང་དུ་ཡོད་མེད་དང་གནས་སྟངས། ཇི་འདྲ་ཡིན་མིན་སྐོར་ལ་རྒྱ་ནག་གཞུང་གིས་གསལ་བཤད་དགོས་པའི་རེ་འདུན་ཤུགས་ཆེ་བཏོན་པའི་སྙན་ཞུའི་ནང་འཁོད་དོན། ང་ཚོར་འབྲེལ་ཡོད་རྒྱ་ནག་སྲིད་གཞུང་ནས་བཙན་དབང་འོག་གར་སོང་ཆ་མེད་དུ་གྱུར་པའི་དགེ་ལྡན་པ་རྣམས་ཀྱི་གནས་སྟངས་ཇི་འདྲ་ཡིན་མིན་སྐོར་ཞིབ་ཕྲ་གསལ་བཤད་གནང་དགོས་པ་མ་ཟད། དོན་རྐྱེན་དེ་དག་ལ།

བརྩམས་པ་སུ་ཡིན་རུང་བརྩམས་པ་དེའི་ནང་ནས་ཚུར་ཁོང་གང་དུ་ཡོད་མེད་དང། ཁོང་གི་གནས་སྟངས་ཇི་ཡིན་གནས་ཚུལ་ཁ་གསལ་ཐོག་གསལ་བཤད་བྱེད་དགོས། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཐོག་བཞག་པའི་རྒྱལ་སྤྱིའི་ཁྲིམས་ལ། སྲུང་བརྩི་བྱེད་དགོས་ཞེས་སོགས་འཁོད་ཡོད། ཡང་ཀོང་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། དཀར་མཛེས་རྫོང་དུ་གྲྭ་བཙུན་ཁག་གཅིག་གིས་ངོ་རྒོལ་དང་འཛིན་བཟུང་བྱས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དྲུག་པའི་ཚེས་བཅུ་ཉིན་བོད་ནང་ཉེན་འགོག་ཆུ་ཚོད་བཅུ་གཉིས་ཙམ་ལ་དཀར་མཛེས་དགོན་དུ་སློབ་སྦྱོང་བྱེད་བཞིན་ཡོད་པ། རྩིས་ཚང་དགོན་གྱི་གྲྭ་མགོན་ཡང་སྐྱིད། དཀར་མཛེས་རྫོང་གི་ཁྲོམ་གཞུང་དུ་ལས་འགུལ་སྤེལ་བར་བརྟེན། རྒྱ་ནག་གཞུང་གིས་ཉེན་རྟོག་པ་དང་དམག་མིས་ཉེས་རྡུང་གཏོང་བཞིན་འཛིན་བཟུང་བཙོན་འཇུག་བྱས་ཡོད་འདུག། དགེ་ལྡན་པ་མགོན་ཡ་ནི། སྐྱེས་ཡུལ་ཁམས་དཀར་མཛེས་རྫོང་ལྷོ་པ་ཤང། ཙག་ལའི་གྲོང་ཚོཙག་ལའི་གྲོང་ཚོ་རུ། ཕ་ཐུབ་བསྟན་དང་མ་ཚེ་རྒྱན་སྒྲོལ་མ་གཉིས་ཀྱི་བུ་རུ། སྐྱེས་ཤིང། ད་སྐབས་རང་ལོ་སུམ་ཅུ་ཡིན་པ་རེད། ཁོང་གི་ནང་མི་ཕ་མ་གཅིག་པའི་སྤུན་མཆེད་རང་ལོ་ཉི་ཤུ་རྩ་གསུམ་ཡིན་པ། དགེ་ལྡན་པ་བློ་དབྱངས་ཀྱིས་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་ལྔ་པའི་ཚེས་ཉི་ཤུ་ཉིན་དཀར་མཛེས་རྫོང་ཐོག་ཏུ་ཤི་སྒོར་བྱེད་ཀྱིན་འཛིན་བཟུང་བྱས་ནས་ཟླ་ཤས་རྗེས། ལོ་གསུམ་གྱི་དུས་བཀག་བཙོན་འཇུག་གི་ཁྲིམས་ལྟར་བཅད་དེ། རྒྱ་ནག་ཁྲིམས་མཐུན་ཕྱོགས་ཀྱི་བཙོན་ཁང་ཞིག་གི་ནང་དུ་བཙོན་འཇུག་བྱས་ཡོད་ན་ཡང་ཉེ་ཆར་བཙོན་གྲོལ་ཐུབ་ཡོད་པ་རེད། ཡང་ཉིན་དེ་རང་ལ་བོད་ནང་གི་དགོང་མོ་ཆུ་ཚོད་ལྔ་བ་ཙམ་གྱི་ཐོག་དཀར་མཛེས་རྫོང། དཀར་མཛེས་རྫོང་ལམ་དཀར་མཛེས་རྫོང་ལམ་བྲག་རྩེ་དགོན་གྱིས་བཙུན་མ་རང་ལོ་ཉི་ཤུ་རྩ་ལྔ་ཡིན་པ་བྱམས་པ་ལྷ་བཙུན་དང་རང་ལོ་ཉི་ཤུ་ཡིན་པ་བཙུན་མ་རི་དགའ་གཉིས་ཀྱིས་ལས་འགུལ་སྤེལ་བར་བརྟེན་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད། ཡང་ཉིན་དེ་ཉིན་རྒྱབ། བེ་རི་ནས་ཡིན་པའི་བཙུན་མ། ཚེ་དབྱངས་ལགས་ཀྱིས། དཀར་མཛེས་རྫོང་ཐོག་ཏུ། ངོ་རྒོལ་ལས་འགུལ་སྤེལ་བར་བརྟེན། འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད་ཁོང་ནི་རང་ལོ་ཉི་ཤུ་ཡིན་པ་དང། ཕ་མིང། བཀྲ་ཤིས་དབང་ཕྱུག་དང། མ་མིང་ལ་མེ་ཏོག་ལྷ་མོ་ཟེར་གྱི་ཡོད་པ་རེད། ཉི་མ་རེ་རེ་བཞིན་དཀར་མཛེས་རྫོང་དུ་རྒྱ་གཞུང་ལ་ངོ་རྒོལ་དང་བོད་མི་འཛིན་བཟུང་བྱས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དྲུག་པའི་ཚེས་བཅུ་གཅིག་ཤུག་པ་བློ་བཟང་བསྟན་པ་དང་པད་མ་གཡུ་སྒྲོན་གཉིས་ཀྱིས་བོད་བེ་རི་དགོན་གྱི་དགེ་བསྐོས་ཟུར་པ་རང་ལོ་སུམ་ཅུ་སོ་བཞི་ཡིན་པ་པད་མ་ཚེ་རིང་ལགས་ཀྱིས། དཀར་མཛེས་རྫོང་ཐོག་ཏུ་ལས་འགུལ་སྤེལ་བར་བརྟེན། འཛིན་བཟུང་བཙོན་འཇུག་བྱས་པ་དང་ད་ལྟའི་ཆར་ཁོང་ཉིད་འཛིན་བཟུང་བྱས་རྗེས་གང་དུ་བཙོན་འཇུག་བྱས་ཡོད་མེད་ཀྱི་གནས་ཚུལ་གསལ་པོ་གང་ཡང་མེད་པ་རེད། ཡང་ཟླ་དྲུག་པའི་ཚེས་བཅུ་གཅིག་ཉིན། བོད་ནང་དགོང་མོའི་ཆུ་ཚོད་བཞི་པ་ཙམ་ཞིག་ལ། དཀར་མཛེས་རྫོང། ཁམས་མིར་དགོན་གྱི་གྲྭ་པ། གྲྭ་དཔང་ས་རིན་ཆེན་ལགས་ཀྱིས། ཁམས་དཀར་མཛེས་རྫོང་གི་ཁྲོམ་གཞུང་དུ་རྒྱལ་བ་རིན་པོ་ཆེས་ཁྲི་ལོ་བརྟན་པར་ཤོག་བོད་ལ་རང་དབང་དགོས་ཟེར་བ་སོགས་སྐད་འབོད་བརྒྱབ་ཡོད་ཀྱང། དེ་ཡང་ཐུང་ངུ་ལས་མ་འགོར་བར་རྒྱ་གཞུང་གིས་ཉེས་རྟོག་པ་འབྱོར་ཏེ། ཁོང་ཉེས་རྡུང་ཚད་མེད་གཏོང་བཞིན་རླངས་འཁོར་ནང་བཅུག་སྟེ་བཙན་ཁྲིད་བྱས་ཡོད་འདུག། འཆི་བདག་དེས། ཚེས་བཅུ་གཉིས་ཉིན་བོད་ནང་སྔ་དྲོ་ཆ་ཚོད་བཅུ་པ་ཙམ་ལ་དཀར་མཛེས་རྫོང་ཉིན་མོ་དགེ་ཚུལ་ཉིན་མོ་དགེ་ཚུལ་དགོན་གྱི་བཙུན་མ་གསུམ་གྱིས་དཀར་མཛེས་རྫོང་ཐོག་ཏུ་ཤི་སྒོར་བྱས་པར་བརྟེན། མཛེས་རྫོང་བཙོན་འཇུག་བྱས་ཡོད་པ་རེད། དེ་ཡི་ནང་ནས་རྩི་མ་ཡེ་ཤེས་ལྷ་མཚོ་ནི། དཀར་མཛེས་རྫོང། ཟུར་སྔོ་ཤང། འབྲུ་རྔ་གྲོང་ནས་ཡིན་པ་དང། ཕག་རྩི་སེམས་དང། མ། བསོད་ནམས་ཆོས་སྐྱིད་གཉིས་ཡིན་པ་དང། མོ་རང། ད་སྐབས། རང་ལོ་ཉི་ཤུ་རྩ་བདུན་ཡིན་འདུག། བཙུན་མ་ཆོས་དབྱངས་ནི། སྐྱེས་ཡུལ་དཀར་མཛེས་རྫོང། ཟུར་སྔོན་ཤང། འབྲུ་རྔ་གྲོང། ཕ་བསོད་ནམས་དངོས་གྲུབ་དང། མ་སྡེ་དགེ་ཆོས་འཚོ་གཉིས་ཀྱི་བུ་མོ་ཡིན་པ་དང། ད་སྐབས་རང་ལོ་ཉི་ཤུ་རྩ་གཉིས་ཡས་མས་ཤིག་ཡིན་འདུག་བཙུན་མ་སྤེན་པ་ལྷ་མོ་ནི། དཀར་མཛེས་རྫོང་ལྷོ་པ་ཤང། འབྲུག་བློ་གྲོང་ཡིན་པ་དང། ཕ་རྣམ་རྒྱལ་རྡོ་རྗེ་མ་མཁའ་འགྲོ་ཆོས་རྒྱལ་གཉིས་ཀྱི་བུ་མོ་ཡིན་པ་དང། ད་ལྟ་རང་ལོ་ཉི་ཤུ་རྩ་གཉིས་ཡིན་འདུག་ཡང། ཟླ་དྲུག་པའི་ཚེས་བཅུ་གཉིས་ཉིན་ལ། མིང་སོགས་མ་ངེས་པའི་གྲྭ་པ་ཞིག་གིས་དཀར་མཛེས་རྫོང་ཐོག་ཏུ་ཤི་སྒོར་བྱས་པར་བརྟེན། དྲག་ཆས་ཉེན་རྟོག་པས་ཉེས་རྡུང་ཚད་མེད་གཏོང་བཞིན་འཛིན་བཟུང་བཙོན་འཇུག་བྱས་ཡོད་པ་མ་ཟད། རྒྱ་གཞུང་གིས་ཁམས་དཀར་མཛེས་རྫོང་ཁམས་དཀར་མཛེས་རྫོང་ཁོངས་ཀྱི་ཡུལ་དགོན་གཉིས་ལ། དང་འདྲ་ཆུ་བྱི་བྱེད་བཞིན་འདུག། ཡང་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན། བོད་ནང་གི་དགོང་མོའི་ཆུ་ཚོད་བཞི་དང་ཕྱེད་ཙམ་ལ། ལྷ་སྐྱིད་ཚང་གི་བུ་མོ་བསྟན་འཛིན་ལྷ་མཚོ་ལགས་ཀྱིས། དཀར་མཛེས་རྫོང་ཐོག་ཏུ་རྒྱལ་བ་རིན་པོ་ཆེ་ཁྲི་ལོ་བསྟན་པ་ཤོག་ང་ཚོ་ལ་རང་དབང་དགོས། རྒྱལ་བ་རིན་པོ་ཆེས་བོད་ལ་གདན་འདྲེན་ཞུ་དགོས། བོད་ནང་འགྲོ་བ་མིའི་ཐབ་ཐང་སྤྲད་དགོས། ཞེས་པ་སོགས་ཀྱི་འབོད་ཚིག་སྒྲོག་བཞིན་ཤི་སྒོར་བྱས་པར་བརྟེན། དྲག་ཆས་ཉེན་རྟོག་པ་དང། དམག་མིས་ཉེས་རྡུང་ཚད་མེད་གཏོང་བཞིན། འཛིན་བཟུང་བཙོན་འཇུག་བྱས་ཡོད་པ་དང། བསྟན་འཛིན་ལྷ་མཚོ་ནི་སྐྱེས་ཡུལ་སི་ཁྲོན་ཞིང་དཀར་མཛེས་རྫོང་མཐིང་ཁ་ཤང་ལྷ་སྐྱིད་གྲོང་ཕག་རྡོ་རྗེའི་འདུས་མདོར་དང། མ་ཨ་མོ་གཉིས་ཀྱི་བུ་མོ་ཡིན་འདུག་ད་ལྟ་རང་ལོ་ཉི་ཤུ་རྩ་བདུན་ཡིན་འདུག་ཟླ་དྲུག་པའི་ཚེས་བཅུ་གསུམ་ཉིན་དཀར་མཛེས་རྫོང་ཁོངས་རྒན་མ་བྱ་དགོན་གྱི་བཙུན་མ་རྣམ་རྒྱལ་ལྷ་མོ་དང། བཀྲ་ཤིས་ཆོས་སྒྲོན་གཉིས་ཀྱིས་དཀར་མཛེས་རྫོང་ཐོག་ཏུ་ཤི་སྒོར་བྱས་པར། དྲག་ཆས་ཉེན་རྟོག་པས་ཉེས་རྡུང་ཚད་མེད་གཏོང་བཞིན། འཛིན་བཟུང་བཙོན་འཇུག་བྱས་ཡོད་འདུག། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་ཐིང་དང་པོ་ཤོག་གྲངས་ཉིས་བརྒྱ་དགུ་བཅུ་ཐམ་པ་ནི། རྔ་པ་ནས་བོད་མི་གཅར་རྡུང་བྱས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དྲུག་པའི་ཚེས་བཅོ་གསུམ་ཉིན། རྔ་བ་རྫོང་མཐའ་བ་འགབ་མའི་རུས་ཆེན་དང་པོའི་ཁྲེ་ཕུ་ཚང་གི་བུ་བུ་མོ་གཉིས། རྒྱ་དམར་གྱི་གཅར་རྡུང་དྲག་པོ་བཏང་སྟབས་རྫོང་སྨན་ཁང་དུ་ཉལ་དགོས་བྱུང་ཡོད། དེ་ཡང། ཁྲེ་ཕུ་ཚང་ལ་ཀི་ཏུ་དགོན་པའི་ཉེ་འདབས་ཀྱི་གཞོང་སྣུམ་བཞི་མདོ་རུ། མགྲོན་ཁང་ཤེས་རྟོགས་ཅན་ཞིག་ཡོད་པ་དེའི་ནང་དམག་མི་སྡོད་དགོས་ཚུལ་བརྗོད་པར། ནང་མི་རྣམས་ཀྱིས་ངོས་ལེན་རྩ་བ་ནས་མ་བྱས་པར་བརྟེན། བུ་བུ་མོ་གཉིས་གཅར་རྡུང་བཏང་བ་ཡིན་ཞིང། དེ་བཞིན། ཕྱི་ལོ་ཉིས་སྟོང་བརྒྱད་ལོར་ཡང་མགྲོན་ཁང་དེར་དམག་མི་སྡོད་དགོས་ཚུལ་བརྗོད་སྐབས་ངོས་ལེན་མ་བྱས་པས། དེ་རྗེས་དཀའ་ངལ་མང་པོ་བཟོས་ཡོད་ལ། ལོ་དེར་རྔ་པའི་གྲོང་སྡེ་ཁག་གི་ལས་བྱེད་པ་རྣམས་གོང་ས་མཆོག་ལ་ངོ་རྒོལ་བྱེད་པའི་ཚོགས་འདུ་བཙན་གྱིས་བསྡུས་ཤིང། སྐབས་དེར་འཕྲལ་ཕུགས་མཐའ་བ་འགའ་མི་རི་ཅན་དང་པོའི་འགོ་བ་ཡིན་སྟབས་ངོ་རྒོལ་བྱེད་དགོས་མཁན་གྱི་གྲས་སུ་ཚུད་ཡོད་ན་ཡང་ཁོང་གི་རྩ་བ་ནི། དང་ལེན་མ་བྱས་སྟབས། རི་ཆེན་དང་པོའི་འགོ་བ་ནས་གནས་ཡོང་བྱས། རྐང་འཁོར་རྒྱང་སྐྱོད་ཀྱི་ལས་འགུལ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དྲུག་པའི་ཚེས་བཅོ་གསུམ་ལ་དཔལ། དགོས་འདོད་གཉིས་དང་འབོད་སྐུལ་གཅིག་གི་འོག་ནས། ཟླ་འདིའི་ཚེས་བརྒྱད་ཉིན་ནས་རྐང་འཁོར་འགྲུལ་སྐྱོད་ཀྱི་ལས་འགུལ་ཞིག་སྤེལ་གྱི་ཡོད་པ་དང། རྒྱ་གར་ལྷོ་ཕྱོགས་མོང་གོལ་ནས་པུ་ན་བར་གྱི་རྫོང་དང་གྲོང་ཁྱེར་ཁག་ནང་བོད་དོན་ཡིག་ཆ་འགྲེམ་སྤེལ་དང་འཁྲབ་སྐོར་བྱེད་ཤིན་ཏུ་སྐྱོད་ཀྱི་ཡོད་པ་རེད། འབྲེལ་ཡོད་ཀྱི་གནས་ཚུལ་བཏང་བའི་ནང་འཁོད་དོན། བོད་ནི་འཛམ་གླིང་གི་མཐོ་སར་གནས་པའི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་མ་ཟད། སྐད་ཡིག་དང། གོམས་གཤིས། རིག་གཞུང། ས་ཁྱོན། མི་འབོར། ལོ་རྒྱུས་གང་ཅིའི་ཐད་ནས། རང་བཙན་ས་མ་ཁོངས་སྐྱེལ་ལྡན་པ་ཞིག་ཀྱང་ཡིན། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནང། རྒྱ་དམར་བོད་དུ་སླེབས་མགོ་བཙུགས་པ་ནས་བཟུང། བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་དང། འཕྲོག་བཅོམ་གྱི་གཏོར་བཤིག་ཚད་མེད་བཏང་བ་དང། བོད་མི་ས་ཡ་གཅིག་དང་འབུམ་གཉིས་ལྷག་གི་ཚེ་སྲོག་ཤོར་བ། དགོན་པ་དྲུག་སྟོང་ཙམ་གཏོར་བཤིག་བཏང་བ་མ་ཟད། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་རྒྱལ་ཁབ་ཆེན་པོས་ས་ཁོངས་ཆ་ཚང་དངོས་སུ་བཙན་བཟུང་བྱས་ཏེ་གོང་ས་མཆོག་གཙོས། བོད་མི་ཆིངས་ཕམ། ལྷག་ཅིག་རྒྱ་གར་གཙོ་བོ་གྱུར་པའི་རྒྱལ་ཁབ་མང་པོའི་ནང་སྐྱབས་བཅོལ་དུ་འགྲོ་དགོས་བྱུང་ཡོད། ཕྱི་ལོ་ཉིས་སྟོང་བརྒྱད་ལོར་ཕྱི་ལོ་ཉིས་སྟོང་བརྒྱད་ལོའི་བོད་ནང་ཤི་སྒོར་ཆེན་མོ་ནས་བཟུང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་བར་དུ་བོད་མི་དམར་གསོད་བཏང་བ། ཉིས་བརྒྱ། རྒྱལ་གྱི་སྐྱབས་མངའ་དང། ཉེས་མེད་བརྩོན་འགྲུས་དུ། ཚུད་པ་དང་བཀའ་སྲུང་ཆད་མེད་དུ། གྱུར་པ་གྲངས་ཉིས་སྟོང་ཉིས་བརྒྱ་བཅུ་དགུ་ཙམ་ཡོད། ད་དུང། བོད་ལ་འགྲོ་བ་མི་ཡི་ཐབ་ཐང་དང། ཆོས་དད་རང་མོས། སྨྲ་བརྗོད་རང་དབང། རིག་གཞུང་སྲུང་སྐྱོབ་ཀྱི་ཐབ་ཐང་སོགས་ཉིན་རེ་ནས་ཉིན་རེ་གནས་སྟངས་ཇེ་སྡུག་དང། རྫ་དྲག་ཆགས་བཞིན་ཡོད། ཉེ་ཆར། ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན། བོད་འདི་མི་ལྔ་པ་ཀིརྟི་དགོན་པའི་གྲྭ་སློབ་ས་ཕུན་ཚོགས་ལགས་ནས། རྒྱ་དམར་གཞུང་གིས་བོད་ནང་དུ་མི་སྤྱོད་ལས་འགལ་བའི་དྲག་གནོན་བྱེད་བཞིན་པར་རང་ལུས་མེར་བསྒྲོན་ཏེ་ཞི་བའི་ངོ་རྒོལ། བྱས་པ་ནས་བཟུང་རྒྱ་ནག་གི་དྲག་ཆས་དམག་མིས་བཀུར་ཏེ་རྔ་བ་ཀིརྟི་དགོན་པ་དང་རྔ་བའི་མི་དམངས་ལ་དྲག་གནོན་ཚབས་ཆེན་བྱས་དང་བྱེད་བཞིན་པའི་གནས་ཚུལ་རྫ་དྲག་མོས་ཐུགས་ནན་མོ་ལ་སོང་བཙན་བྱོལ་བོད་གཞུང་དམངས་གཉིས་ཀྱིས་གདུང་སེམས་མཉམ་སྐྱེད་མཚོན་བྱེད། ལས་འགུལ་སྣ་ཚོགས་སྤེལ་དང་སྤེལ་བཞིན་ཡོད་པར་བརྟེན། མོན་གྷོ། གངས་ལྗོངས་རང་བདེན་རྩོད་ལེན་མཐུན་ཚོགས་དང། མོན་གྷོ་དབུ་མའི་ལམ་ལས་འགུལ་ཁང། མོན་གྷོ་རྒྱལ་ཡོངས་དམངས་གཙོ་ཚོགས་པ། མོན་གྷོ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས། མོན་གྷོ་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་བཅས་ཚོགས་པ་ལྔ་ཐུན་མོང་ནས་ལྔ་པོ་སྐད་དུ་དགོངས་པ་གཙོས། རྔ་པའི་མི་མང་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ། མོན་གྷོ་ནས་སྤུ་ན་བར་གྱི་རྫོང་དང་གྲོང་ཁྱེར་རྣམས་ཡིག་ཆ་འགྲིམ་པར་ཆེད་རྐང་འཁོར་རྒྱང་སྐྱོད་ཀྱི་ལས་འགུལ་འདི་སྤེལ་བཞིན་ཡོད་པས། དངོས་ཡོད་གནས་ཚུལ། དངོས་ཡོད་བོད་དོན་ལས་འགུལ་ལ་གདུང་སེམས་མཉམ་སྐྱེད་བྱེད་མཁན་རྒྱལ་སྤྱིའི། བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང། སྲིད་གཞུང། མི་དམངས་གྲོས་ཚོགས། རྒྱལ་སྤྱིའི་ཚོགས་སྡེ་ཁག་དང་ལྷག་པར་དུ། རྒྱ་གར་གཞུང་མང་གཉིས་ནས་རྒྱབ་སྐྱོར་དང་ལམ་སྟོན་ཡོང་བའི་འབོད་སྐུལ་ཞུ་བ་ལགས་ན། འདི་དོན་ལ་རྒྱབ་སྐྱོར་ཡོང་བ་མཁྱེན་མཁྱེན་ཞུ། དགོས་དོན་དོན་ཚན་གཉིས་དང་འབོར་སྐུར་གཅིག། དོན་ཚན་དང་པོ། རྒྱ་དམར་གཞུང་གིས་རྔ་པ་ཀི་ཏི་དགོན་པ་གཙོས་རྔ་པའི་མི་དམངས་ལ་དྲག་གནོན་བྱེད་བཞིན་པ། མཚམས་འཇོག་དང། མྱུར་དུ་དྲག་སྤྱི་དམག་མི་ཕྱིར་འཐེན་བྱེད་དགོས། དོན་ཚན་གཉིས་པ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གཙོས་བོད་ནང་གི་ཆབ་སྲིད་རྩོམ་པ་ཆ་ཚང་བློ་གྲོས་བྱེད་དགོས། འབོར་སྐོར་གཅིག། རང་དབང་དང་དྲང་བདེན་ལ་དགའ་བའི་རྒྱལ་སྤྱིའི་རང་དབང་གི་སེམས་འགུལ་བ་དག་རྔ་བ་ས་ཁུལ་དུ་ངེས་པར་དུ་གཏོང་རོགས་གནང། ཡོང་ཁུངས་བོད་ཀྱི་བང་ཆེན་དྲ་བ། གཟི་བརྗིད་ལྔ། གུང་ཁྲན་ཏང་རྒན་ཡོལ་ཅན་ལ་ཡག་གི་རེད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ། དྲུག་པའི་ཚེས་བཅུ་བཞི་ལ་སྤེལ། ཁ་བྲལ་སྲིད་གཞུང་ཟེར་བ་དེ་རྒྱ་གཞུང་གིས་ཤེས་ཀྱི་ཡོད་རེད་མ་གཏོགས། ང་ཚོ་ཁ་བྲལ་སྲིད་གཞུང་བྱེད་ཀྱི་མེད་པ་གསལ་བོ་རེད། ལོ་མང་པོ་ཞིག་གི་སྔོན་ལ་ལྡི་ལི་ནས་ཚགས་པར་འགོད་མཁན་ཞིག་གིས། བཙན་བྱོལ་བོད་མིའི་སྲིད་གཞུང་ཞེས་བཤད་སོང། སྐབས་དེར་ངས། ང་ཚོས་བཙན་བྱོལ་བོད་མིའི་སྲིད་གཞུང་ཞེས་འབོད་ཀྱི་མེད། བཙན་བྱོལ་སྒྲིག་འཛུགས་ཞེས་བཤད་ཀྱི་ཡོད་ཅེས་བཤད་པ་ཡིན་ཞེས་གོང་ས་མཆོག་གིས་གསུངས་སོང། ཟླ་འདིའི་ཚེས་བཅུ་གཉིས་ཉིན་གྱི་ཉིན་རྒྱབ། རྒྱལ་པོའི་མཛའ་འབྲེལ་ཚོགས་པ་ཞེས་པ་དང། གནམ་བདེ་སྒོ་མོའི། གནམ་བདེ་སྒོ་མོ་ཆེའི་དུས་བབས་གསར་ཤོག་ཅེས་པའི་བརྩམས་སྒྲུང་པ་སོགས་ཀྱིས་ཇི་ལྟར་གསོལ་བ་བཏབ་པ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ས་ཁྱོན་འདྲ་མིན་ནས་ཡོང་བའི་རྒྱ་རིགས་མི་མང་སྤྱི་དང་ལྷག་པར་ཨོསྟྲེལིཡར་བཅའ་སྡོད་རྒྱ་རིགས་རྣམས་ཀྱིས་དགའ་དད་སྤྲོ་གསུམ་གྱིས། ཐལ་སྒྲ་ཡུན་རིང་སྒྲོག་བཞིན་ཕེབས་བསུ་ཞུས་ཡོད་པ་རེད། གོང་ས་མཆོག་ཆིབས་བསྒྱུར་གནང་མ་ཐག་རྒྱ་རིགས་རྣམས་ཀྱིས་རྗེ་བཙུན་ཁ་པའི་གསོལ་འདེབས་དམིགས་བརྩེ་མ་གྱེར་འདོན་བྱས་པ་དང། དམངས་གཙོ་དར་སྤེལ་ཞེས་རྒྱ་ཡིག་ཐོག་བྲིས་པའི་ཕྱག་བསྟར་ཡི་གེ་ཞིག་གོང་ས་མཆོག་ལ་ཕུལ་སོང། སྐབས་དེར། གོང་ས་མཆོག་གིས་གསུངས་དོན། ད་རེས། ཁྱེད་རང་ཚོས་ང་ལ་ཡི་གེ་འདི་ལྷག་བསམ་རྣམ་དག་གིས་སྤྲད་པ་རེད་ལ། ངས་ཀྱང་རྩ་ཆེན་པོ་བྱས་ནས་ཉར་འདུག་དགོས་ཡི་ཡིན། ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་ཆེ་བསྟོད་དང་སྦྲགས། ཐུགས་དགྱེས་པོ་གནང་ཡོད་པ་རེད། དེ་བཞིན། གོང་ས་མཆོག་གིས། རྒྱལ་བའི་མཐུན་འབྲེལ་དགོས་སྐོར་གསུངས་དོན། རྒྱ་དང་བོད་ཀྱི་ལོ་སྟོང་ཕྲག་མང་པོའི་འབྲེལ་བ་ཡོད་བསྡད་པ་ཞིག་རེད། ནང་ཆོས་ལ་ཆ་བཞག་ན་བོད་ལ་མ་དར་གོང་ནས་རྒྱ་ནག་ལ་དར་ཚར་བ་ཞིག་རེད། དེར་བརྟེན། ངས་ནམ་རྒྱུན། རྒྱ་རིགས་གྲོགས་པོ་ཚོ། བཅོམ་ལྡན་འདས་ཀྱིས་དགེ་ཕྲུག་རྒན་པ་རེད། ང་ཚོ། དགེ་ཕྲུག་གཞོན་པ་རེད། དགེ་ཕྲུག། གཞོན་པས། དགེ་ཕྲུག་རྒན་པར། གུས་ཞིབ། བྱེད་དགོས་ཀྱི་ཡོད་དུས། ད་རེས་ངས། ཁྱེད། དགེ་ཕྲུག་རྒན་པ་ཚོར། གུས་ཞིབ་བྱེད་ཀྱི་ཡོད། ཅེས། གོང་ས་མཆོག་གིས། རྒྱ་རིགས་རྣམས་ལ་གུས་བཀུར་གནང་བ་དང་བཤད་རྩིས་དང་འབྲེལ། ང་ཚོ་དགེ་ཕྲུག་གཞོན་པ་ཚོ་ནང་ཆོས་ཤེས་ཚད་སྐྱེ་བོ་རང་ཡོད་པ་མ་རེད་ཅེས་ཤོད་ཀྱི་ཡོད་ཅེས་གསུངས་སོང། མོས་ཐུགས་གསུངས་དོན། ད་ཚང་མས་ཤེས་གསལ་རེད། བར་སྐབས་ང་ཚོ་ཚང་མ་ལ་ཏོག་ཙམ་དཀའ་ངལ་འཕྲད་བསྡད་པ་རེད། དེ་དཀའ་ངལ་དེ་ང་ཚོ་རྒྱ་བོད་མི་དམངས་མཛའ་འབྲེལ་གྱི་ཐོག་ནས་སེལ་དགོས་པ་ཞིག་རེད། ངས་སྔོན་མ་གནམ་བདེ་སྒོ་མོ་ཆེའི་རྐྱེན་ངན་མ་བྱུང་གོང་ནས་བོད་པ་ཚོར། རྒྱ་རིགས་ཚོར་ངེས་པར་དུ་ཐུག་དགོས་པ་རེད་ཅེས་ཤོད་ཀྱི་ཡོད། གནམ་བདེ་སྒོ་མོ་ཆེའི་དོན་རྐྱེན་མ་བྱུང་གོང་ང་ཚོས་ཕར་འབྲེལ་བ་བྱེད་འདོད་ཡོད་ཀྱང་ཚུར་དེ་ཙམ་འབྲེལ་བ་བྱེད་ཁག་པོ་ཡོད་པ་ལྟ་བུ་རེད། གནམ་བདེ་སྒོ་མོ་ཆེ་ཡི་དོན་རྐྱེན་བྱུང་ཚར་དུས་ང་ཚོ་རང་གཞན་གྱི་འབྲེལ་བ་ཆགས་པ་རེད་ལ། ཁོ་ཚོ་བྲིས་ནས་མང་པོ་ཞིག་ལ་ཐུག་པ་དང་འབྲེལ་བ་མང་པོ་བྱུང། དེ་འདྲ་ཡིན་དུས། ཁྱོད་རང་ཚོ་ད་རེས་འདིར་ཡོད་པའི་གྲོགས་པོ་མང་པོ་ཞིག་མི་སྒེར་གྱི་རང་དབང་དང། སྤྱི་ཚོགས་ཀྱི་རང་དབང་སོགས་ཀྱི་ཆེད་དུ་ཡོང་བ་མང་པོ་རེད། ང་ཚོ་ཡིན་ན་ཡང་རང་བཙན་རྩོད་ཀྱི་མེད། རྒྱལ་རབས་ལོ་རྒྱུས་ག་རེ་ཡིན་ན་ཡང་ག་རེ་རྒྱལ་རབས་ལོ་རྒྱུས་ག་རེ་ཡིན་ན་མིན་ན། ང་ཚོས་དུས་རབས་འདི་ཡི་རྗེས་ཟིན་པ་བྱེད་དགོས་པ་རེད། ང་རྟག་པར་ཡུ་རོབ་མཉམ་འབྲེལ་ཟེར་བ་དེར་ངོ་མཚར་སྐྱེ་ཡི་འདུག་ཚང་མས་ཐུན་མོང་གི་ཁེ་ཕན་ལ་བསམ་བློ་གཏོང་རྒྱུ་ཞེ་དྲག་གལ་ཆེན་པོ་རེད། དེ་འདྲ་ཡིན་དུས་ཐུན་མོང་གི་ཐོག་ནས་ཕན་ཚུན་གཉིས་ལ་ཕན་པ་དང་ནུས་པ་ཡོང་ཐབས་ལ་ངས་འབད་བརྩོན་བྱེད་ཀྱི་ཡོད་པས། ཁྱེད་རང་ཚོས་བོད་ཀྱི་གནས་ཚུལ་མང་ཙམ་ཤེས་པར་བྱོས། ང་ཚོའི་ངོས་ནས་ཀྱང་རྒྱ་རིགས་གྲོགས་པོ་ཚོའི་གནས་སྟངས་དེ་ཙམ། རྒྱ་རིགས་གྲོགས་པོ་ཚོའི་གནས་སྟངས། དེས་མ་ཙམ་ཤེས་པར་བྱས་ཏེ་དཀའ་ངལ་གདོང་ལེན་གྱིས་སེལ་ཐབས་བྱེད་རྒྱུ་དེ་ང་ཚོའི་ཐུན་མོང་གི་ལས་འགན་རེད་ཅེས་གསུངས་སོང། གོང་ས་མཆོག་གིས་བོད་ནང་གི་ངོ་རྒོལ་དང་རྒྱ་ནག་གི་དྲིལ་བསྒྲགས་སྐོར་གསུང་དོན།